ད་ཀུན་སློང་དེ་འདིར་ང་ཚོ་བོད་ནས་ཚུར་ཡོང་དུས་ནས་ལོ་དྲུག་བདུན་དེ་འདྲ་རེད་གི་བསམ་ཤེས་གལ་ཡོང་མ་རེད། དེ་ནས་ལོ་དྲུག་བདུན་བརྒྱད་དགུ་ཕྱི་དུས་ནས་རྒྱ་རོམ་གཞུང་ཐུགས་རྗེ་བཀའ་དྲིན་གྱིས་བཙན་བྱོལ་ནང་གང་འདྲ་བསླབ་གྲྭ་བྱས།

ཁོ་གོམས་གཤིས་ཟིན་ནས་རེད། ཁོ་ལས་སྐལ་གྱི་གནས་སྟངས་ཟིན་ནས་རེད། འདི་ང་ཚོས་དངོས་གནས་གཅིག་བོད་མི་རིགས་དང་ཨེ་ནི་བལ་ཏི་སོ་སོའི་རྒྱལ་ཁབ་དང་བཅས་པ་འདུག་རྒྱ་ཡི་ལག་པ་ལ་ཤོར་བསྡད་དུས་ཙམ་པ་ང་ཚོ་ཁ་བསྡུས་དུས་བསམ་བློ་བཏང་ཡས་དང་ཏིག་གཅིག་མ་ཤི། མདང་བ་འདྲ་བོ་ཞེ་དྲག་ཅིག་མཐོང་མ་སོང། ང་ཚོ་དུས་ཚོད་འདི་རྫ་དྲག་གཉན་འཕྲང་ཅན་བཞི་བོ་གཅིག་གི་སྐབས་ལ་ལྟ་གང་ལྟར་ང་ཚོ་འདྲ་བོ་ད་ལྟ་ང་རང་ཚོའི་མི་རབས་དང་ང་ཚོའི་སྒང་གི་མི་རབས་དང་ང་རང་གི་སྤུ་གུ་གི་མི་རབས་འདི་གས་ལ་ལྟ་གང་ལྟར་སྐྱིད་སྡུག་དང་མ་སོང་ན་གནས་སྟངས་མི་འདྲ་ཁ་གསུམ་འདྲ་བོ་ཆགས་རྒྱུའི་མི་རབས་རྒན་པ་དང་ང་ཚོའི་སྐབས་ཀྱི་མི་རབས་འདིའི་སྐབས་ལ་ལྟ། ཟ་གྲངས་ནང་ནས་བཟའ་གྲངས་གཉན་འཕྲང་ཅན་དངོས་གནས་རོ་སྒེར་ལ་ཐུག་གནས་ཀྱི་གཉན་འཕྲང་དཀའ་ལས་ཁག་པོ་ཞུ་བྱེད་ཀྱི་མི་ཚེ་སྐྱེལ་གྱི་དུས་རབས་ཅིག་དང་ནང་བཞིན་རྒྱལ་ཁབ་ལ་ཐུག་པའི་གཉན་འཕྲང་ང་ཚོ་རྒྱ་མི་ཡོངས་ནས་དངོས་གནས་བོད་ནས་མ་ཡོང་བྱས་ནས་གང་ལྟར་རྒྱ་གར་ལ་ཆ་ཤས་ཁྱུ་ནས་མེད་པ་ལ་རྒྱ་མི་རིན་པོ་ཆེ་ཐུག་ཅི་དགར་བྲིས་ལ་ད་ང་ཚོ། འདུག། འཚོ་གནས་ཐུབ། ཚོད་ཅིག་འདུག་ཡོད་རེད་མ་ཤེས། ང་ཚོ་རྒྱ་གར་སླེབས་ནས་ང་ཞི་བུ་སྦྱོང་རྒྱུ་ཡོད་ང་ཞི་བུ་གཏང་རྒྱུ་ཡོད་བསམ་ནས་ཅིག་འདྲ་མ་འདྲ་བྱེད་འོང་བསམ་ཡས་དེ་བསམ་བློ་ཁོ་རང་བཏང་ས་ཕལ་ཆེར་ང་ཚོ་བཏང་མ་མྱོང་ལབ་ནས་འདྲི་ཡས་རེད་ཤག་ག་ཚོད་ན་སེམས་ཀྱི་ནང་ན་ཀུན་སློང་འདི་ལ་ག་རེ་ཡོད་རེད་ང་ཚོ་འདིའི་ལས་ཀ་བྱེད་ངེས་དེ་རེད་ང་ཚོ་རང་གི་བྱེད་འོང་རེད་མ་ཤེས། སུས་བྱས་པའི་ཟས་སྒྲོ་སྦྱོར་བ་དེ་ཁོ་ཚོ་ཁོ་རང་བཞིན་གྱི་སེམས་ཤུགས་ཀྱིས་མི་ཚང་མ་ལས་ཡོལ་བའི་སོ་རས་འབྲི་དགོས་ཀྱི་འདུག་བྱས་ཙང་དེ་འདྲའི་ཐོག་ནས་ཚང་མ་ལ་ལྟ་ངན་རྡོག་རྡོག་ཞུས་ཏེ་ག་རེ་བྱས་ན་ཀུན་སློང་བཟང་པོ་སྦྱིན་ཟེར་ད་ལྟ་སེམས་དོན་ང་རང་ཀུན་སློང་ཡག་པོ་བྱེད་ཀྱི་ཡོད་ད་འདི་འདྲ་གི་གི་གས་ཟུར་དུ་བསམ་མོ་གོ་བོད་དོན་ཁོ་རང་བཞིན་གྱི་གནས་སྟངས་ཀྱི་ཐོག་ནས་ཚང་མས་གི་ཕྱི་དོན་ལ་ཁུར་འདྲ་བོ་ཅིག་ཡིན་གྱི་མིན་གྱི་ལྟ། ཁྱེད་ཀྱིས་ཡིན་བསམ་ངེས་ཅིག། བསམ་བློ་དེ་ཤུགས་ཆེན་པོ་རེད་བཤད་ད་འདྲ་བསམ་བློ་བཏང་དེ། ད་ལྟའི་བསམ་བློ་བཏང་ཡས་ཀྱི་གཙོ་བོ་དེ་རེད་ཅིག། རྒྱ་རོམ་གྱི་དབུ་ཁྲིད་བས་ང་ཚོའི་དེབ་དེ་གཞུང་ཞོལ་རེད་དེའི་ནང་ལ་ད་ཅིག། སོ་སོའི་གི་ལོ་ཚོད་དུ་དཔག་པའི་སོ་སོའི་ནུས་པ་དང་དཔག་པའི་རོ་ཨ་ནི་ཞབས་ཕྱི་ཅིག་ཞུས་ཨ་ནི་ཁོ་སྤྱི་ཚོགས་ཀུ་ཧྲ་ཐག་ཐག་ཅིག། གནས་ཐུབ་ན་བསམ་པར་བྱེད་ད་སེམས་ན་ན་ཚོ་བ་རུ་དེ་རེད། བོད་ནང་ཡོད་ཀྱི་བོད་མི་དུས་ཀྱི་ཨ་ནི་ཅིག་རེ་བ་བཅོལ་ཚོ་ཅིག་རེ་བ།

ད་དེ་ལོ་ཁང་ཤོས་དེ་བས་ན་ང་ཉམས་ཞིབ་ལ་བསྡད་པའི་སྐབས་ལ་ཡང་བས་ན་གནས་ཚུལ་མང་པོ་ཞིབ་ཅིང་ཤེས་ཐུབ་པ་རེད། དེ་གནས་ཚུལ་ཤེས་རྒྱུ་གལ་ཆེན་པོ་སོང་ཙང་བསམ་བློའི་ནང་ལ་ཡང་ད་ག་སོ་ཅིག་གི་གོ་ཅིག་གནས་ཚུལ་ཤེས་ཡག་གི་ད་གང་ད་ཤེས་བྱའི་གི་རྣམ་གྲངས་མང་པོ་ཞིབ་ཅིང་ཨ་ང་ཚོ་ཆབ་སྲིད་དང་འཛིན་སྐྱོང་ལས་ཀའི་གནས་ག་ས་ག་ལ་འགྲོ་དགོས་དུས་དེ་གནད་འགག་ཆེ་དུས་དེ་ག་ལ་གནས་ཚུལ་ཤེས་པ་དེ་དང་ཨ་ནི་ལས་ཀ་བྱས་ནས་དཔེར་ན་ང་ཚོའི་གནས་ཚུལ་དེ་བཀའ་ཤག་ལ་སོགས་པ་ཨ་ནི་ཁ་སོ་བདུན་ཚོད་ཀྱི་ད་ཆབ་སྲིད་ཀྱི་ལས་སྣེ་གང་གཱའི་ཐོག་ལ་གནས་ཚུལ་སྤྲད་ཐུབ་དགོས་པ་རེད་སོ་སོ་དོ་སྣང་བྱེད་ཐུབ་དེ་གཅིག་གལ་ཆེན་པོ་ཆགས་ཡོད་རེད་བསམ་འདུག་ད་དེ་ནས། གྲོས་ཚོགས་ནང་ལ་ཡང། ཁྱོན་བསྡོམས་པའི་ལོ་གང་དང་ཉི་ཤུ། ཟེར་གྱི་ལས་ཀ་བྱས་པའི་རིང་ལ། ད་རེ་སྐུ་གནང་གཞི་བཟུང་བྱས་ནས། སྐབས་རེ་སོ་སོ་ཟུག་མ་བསྡད་ཡོང་གི་འདུག་དེ་ཡིན་ནས་ད་རེ་སྐུ་གནང་བའི་གི་རྒྱུ་མཚན་ལ་བལྟས་ནས་ཁ་སོར་ད་དཔེ། ཤུགས་ཀྱིས་མ་བརྒྱབ་ན་ག་ནས་འགྲིག་ཟེར་བ།

ཚུལ་ལྟ་སྟེ་བདུད་དཔོན་པོ་དགྲ་བོ་ཞི་བདག་སྟེ་སྟེར་བ་ལས་བཞི་ཡིན་ནས་རེད། མི་མང་འཚོ་རྟེན་ཡར་རྒྱས་ཡིན་ནས་རེད་ཐ་ན་ཆུང་ས་ནས་ཁང་པ་དེད་ས་དང། ད་ཉིན་རེ་གི་བཟོ་གྲྭའི་ནང་ལ་ལས་ཀ་ལ་བལྟ་རྟོག་བྱེད་འདྲ་བོ་དེ་འདྲས་རེད་དེ། སྐབས་དེ་དུས་དངོས་གནས་ང་དཀའ་ལས་ཁག་མི་མང་དཀའ་ལས་ཁག་པའི་སྐབས་ལ་ང་རང་གས་མ་ཤི་ནས་ཧུར་ཐག་བར་ཐག་བྱས་པ་དེ་ལ་བརྟེན་ནས། ང་དངོས་གནས་འདི་ཞི་བ་ཅིག་ངོ་ན་ཡག་པོ་བྱས་ཤག་བསམ་ནས་སྤོ་བ་འདུག་བ་མཐོང་ན་དངོས་གནས་ཁ་ཞེ་གཉིས་མེད་དགའ་པོ་འདྲ་བོ་བྱས་ཡོང་དུས་འདི་དངུལ་ལས་ལྷག་ག་རེད་བ། ཟླ་འདི་དེ་རེད།
ང་རང་སྡོད་པ་ཁང་ཤོད་དེ་གར་ཟིན་ན་ལ་དྭགས་ནང་མི་མང་ལ་མཐོང་ཆུང་དཀའ་ངལ་ཞི་བ་ཅིག་འཕྲད་ཡོང་རེད་བ་མཐོང་ཆུང་དཔེ་དཀོན་པོ་རེད་མཐོང་ཆུང་འཐེན་ཐུབ་སོང།

ཆུ་གློག་ཟེར་ཏེ་མི་ལ་དེ་དགོས་པ་དང་བཙོར་བ་ཅེས་དང་ལ་དྭགས་ལ་ཆུ་འཕྱུར་བ་ངས་ཆུ་ཡི་བོད་འཐེན་ཐུབ་པ་རེད་གློག་ཡི་འཐེན་ཐུབ་པ་རེད་ཞུ་རོ་གཉིས་ཀ་ངོ་མ་ཡང་དེ་མི་གཅིག་གཉིས་དེ་འདྲ་མ་འདྲ་མི་ཚང་མི་ག་ཚོད་རེད་དུ་བཞི་བརྒྱ་ལྔ་བརྒྱ་དྲུག་བརྒྱ་དེ་འདྲ་དང་འདྲ་སྟེ་ཨ་དེ་ཡང་ས་གནས་གཅིག་མ་རེད་ས་ས་ནས་ལ་དྭགས་ལ་དེ་ང་ཚོ་བོད་པ་ས་གནས་ཁག་དགུ་ལ་འཐོར་དེ་ཡོད་རེད་འོ་ད་དེ་གའི་ས་གནས་ཚང་མ་ལ་དེ་ཕ་ག་ལྟ་རྟོག་བྱེད་དུ་གཅིག་གྱུར་བྱེད་དགོས་རོ་འོ་དེ་འདྲ་ཡོད་དེ་དེ་འདྲ་ག་བྱེད་ཐུབ་སོང་ཨ་དེ། ད་ལྟ་ཡིན་ན་ད་བོད་མིའི་སྒྲིག་འཛུགས་ལ་ཞབས་ཞུ་བྱེད་མྱི་མང་ཤོས་དེ་གཞོན་སྐྱེས་ཤ་སྟག་ཆགས་བསྡད་ཡོད་དུ་བསམ་པ། ཁོ་ཚོ་དང་ཁྱད་པར་ད་ལྟ་ད་ནང་ང་ཚོ་བོད་པ་གཞོན་སྐྱེས་དེ་ཚོ་ལ་ཅིག་ལྷབ་བཤད་འདུག་ག་རེ་གནང་ཡོད་ན།
ད་གཞོན་སྐྱེས་ཚོས་དུས་ཚོད་དེ་ཡག་པོ་བྱོས། བེད་སྤྱོད་བཏང་གི་འདུག་ཟེར་བ། ད་དེང་སང་ཅིག་འཕྲུལ་རིག་གི་ནི་དུས་ཚོད་དེ་ལ་ནི་དུས་ཚོད་མང་པོ་བྱིས་པ་ཞིག་འཕྲུལ་རིག་ལ་མགོ་འཁོར་ནས་རེ་བ། སོ་སོ་ལ་དགོས་ཡག་གི་རེ་བ། སོ་སོས་ཆོས་ཡོད་ན་རེ་རིག་གཞུང་ཡོད་ན་རེ་ཡ་རབས་བཟང་སྤྱོད་ཡོད་ན་རེ་ཆོས་ཕྱོགས་ནས་བཤད་ན་ཅིག་སྐྱེ་བ་སྐྱེ་བ་ཚེ་རབས་ནས་ཚེ་རབས་བར་དུ་ལ་ཡག་ཅིག་ཁ་སོ་རེ་ཅིག་ཕན་ཡག་གི་དོན་དག་ཡིན་ན་རེ། དུས་ཚོད་ཀྱི་གནད་དོན་སྒང་ལ་དངོས་གནས་དྲང་གནས་ཀྱི་དུས་ཚོད་ག་ལ་གང་འཚམ་ཅིག་བཏང་མ་ཐུབ་ན།

མི་ཡག་པོ་ཆགས་ཡས་དང་མི་བཟང་པོ་སྐྱེས་པ་ལ་ཕན་ཡས་ཅིག་ཆགས་རྒྱུ་ཡིན་པ་ལ་ཐེ་ཚོམ་ཁྱོན་ནས་ཡོག་མ་རེད་བསམ་འདུག་ངས་བཤད་ན། ནས་ཞུ་མོ་གོ་ཡས་དེ་ཅིག་ཡོག་རེད་དེ་གང་ཡིན་ཟེར་ན་གང་ཅིའི་ཐོག་ནས་ཡར་རྒྱས་ཀྱི་རྣམ་པ་དེ་ཤུགས་ཆད་དུ་ཆགས་བསྡད་ཡོད་རེད་བསམ་གི་འདུག་ད་ཡིན་ནས་བཙན་བྱོལ་སྒྲིག་འཛུགས་ནང་ལས་ཀ་བྱས་པའི་སྒང་ལས་དཀའ་ངལ་དེ་ག་དུས་ནས་བཟོ་ཡས་ཡོག་མ་ད་ག་རེ་ཡིན་ནས་དཀའ་ངལ་ཅིག་ག་དུས་ནས་འཕྲད་བསྡད་ཀྱི་རེད་དེ་ཕྱིན་ཅི་ཕྱིན་ཅི་ལས་ལམ་སང། ཅིག། པ་འདྲ་བོ་བྱུང་སེམས་ཤུགས་འདྲ་བོ་ཆགས། ཨ་འདང་ན་བཞིན་ལྷག་པར་དུ་ད་ལྟའི་སྐབས་ལ་ཟབ་ས་འདྲ་བོ་མ་བྱས་བས་ན་འཛམ་བུ་གླིང་ཁོ་རང་པས་འགྲན་བསྡུར་གྱི་རྣམ་པ་དེ་ཤུགས་ཆེན་པོ་ཡིན་དུས་ཙམ་པ་ཨན་དེ་གི་ཐོག་ནས་སྤྱི་ཚོགས་ལ་གར་སོགས་ལ་ད་འཁྲུག་དེ་ཡས་ཀྱི་རྣམ་པ་ཡས་ཡོང་སྲིད་པ་ཡིན་པ་ཡིན་ནས་ད་ལྟ་གཞུང་ཞབས་ནང་ན་འཛུལ་ཚར་བ་དེ་ཚོ་ལོ་ཉི་ཤུ་ལྟ་ཉུང་ལྟ་ནས་ཞབས་ཕྱི་ཞུས་ཐུབ་པ་ཡིན་ན་ག་ལ་ཨང་ཙམ་གཅིག་ཞུས་པར་བ། ལོ་ཉི་ཤུ་སུ་ཞབས་ཕྱི་ཞུས་པ་ཡིན་ན་སུ་སུ་ལས་ཡིན་ནས་དངོས་ནས་གཞུང་ལས་ཐུགས་ཕན་ག་ལ་གང་འཚམ་ཅིག་སྩོལ་གི་རེད་ད་ལྟ་དང་པོ་ཡག་འཛུལ་དུས་ག་ལ་གང་འཚམ་སོ་སོའི་ཉམས་མྱོང་མེད་དེ་འདྲའི་བྱས་ནས་ཞི་ར་ཞི་ར་ནུས་པ་བཏོན་མ་ཐུབ་པས་ནས་ག་ལི་ག་ལི་ག་ལི་གནས་རིམ། ལོ་ལོ་ཕྱིན་པ་ནས་བཞིན་གནས་རིམ་བར་ལས་ཀ་ལ་དོ་སྣང་སླད་གསར་བ།

དེ་ཡིག་ད་ད་ད་ད་ང་དོ་ད་ཐུན་མཚམས་དེ་ད་ང་དོད་ལེ་ངེ་རེ་བ་ཅི་དོད་དེ་པེ་ཏག་ཏག་ཅིག་དེ་པ་རུ་ལ་ཐུད་མ་ཤོར་བ་ཅིག་ཡག་པོ་ཅིག་ང་དོད་གི་དེ་ཐུད་དུ་བ་ཅིག་དེ་གལ་ཆེན་པོ་རེད་ཨ་དེ་ང་རེ་ད་ཡ་གཞུང་ལ་ད་ཡ་རྒྱ་དང་བོར་བ་གལ་ཚེ་ཚེ་བས་ཡ་རྒྱ་དང་མ་ཐོབ་པའི་ནི་ཉི་མ་ནས་མ་དེ་ཅི་ཅིག་མ་ཐུད་ཡོང་ཡ་དེ་ལོ་རྒྱུས་དང་ལས་ཀ་དང་ག་རེ་ན་དེ་གས་དེ་ང་དོད་གི་ཨ་ནི་ཐུད་མ་ཤོར་བ་ཅིག་ཡག་པོ་ཅིག་དེ་ཅིག་ཨ་ནི་རེ་ད་ལྷག་པར་དུ་གཞོན་སྐྱེས་ཚོ་ཡིན་ན་ད་ང་དོད་དེ་ག་ཐོབ་ཅིག།

ལེགས་ར་ཏིས་བྱས་དེ་ནས་ཨ་ནི་འགྲིགས་སམ་དེ་ནས་འགྲིགས་མ་རོ། ཡར་རྒྱས་དེ་ད་ལྟ་ཡོད་མ་རེད།